ཐོག་མ་དེ་ལ་ནི་ངའི་ཨ་མྱེས་དུང་སི་ཉག་ཚང་མ་ལ་ཁ་བ་ལྟ་ཅི་ཧད་དང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཨ་མདའ་དེའི་གི་མཉམ་དུ་ད་དེ་རིང་དན་ད་ཨ་ཕྱི་ལོ་ཉིས་སྟོང་ཆུ་རྩ་དྲུག་ལས་ཧད་ད་ཕྱི་ཟླ་དྲུག་པའི་ཨ་ཚེས་ཉི་ཤུ་དིང་ཉིན་ཧད་ད་བརྙན་ཐུང་ནག་ཨོག་ལ་ཨ་ནི་སྐད་ཆ་ཤི་ཡ་ཁ་བ་ལྟ་ཅི་ཧད་ད་གནས་བརྟན་ཏེ་ཨ་ནི་ག་རེ་སྐོར་ལ་ཅིག་ཨ་ཆགས་ཀྱི་འདུག་ལ་ན་ད་དེ་ཡང་གང་ཟེར་ཏེ་ཨ་ད་ཨ་ད་ད་ཚེས་ལ་ཧད་ད་ར་ཤི་ཡའི་དང་ཨ་ནི་ཡུག་རེན་གཉིས་ཀྱི་ཁ་བ་ལྟ་ཅི་ཧད་ད་དམག་གི་གནས་སྟངས་དེ་ཨ་ནི་ག་འདྲ་འགྲོ་ལ་འགྲོ་གི་འདུག་ལན་དེའི་ཨ་སྐོར་ལ་ཅིག་ཨ་ཆགས་ཏེ། ད་དེ་ཡང་ད་ལྟའི་ཆར་ང་ཚོ་ག་ཟེར་ཏེ་ད་ལྟ་ར་ཤི་ཡའི་དང་ཨ་ནི་ཡུ་ཀེ་རེན་གང་ལྟར་ཅིག་ད་ལྟ་དམག་དང་འབྲེལ་བའི་ཐོག་ནས་ཨ་གནས་ཚུལ་གལ་ཆོག་ཅིག་ག་རེ་གླེང་འདུག་ལབ་ན་ད་དེ་ག་ཟེར་ཏེ་ད་ལྟ་ཁ་སང་ཚེས་ཉི་ཤུ་དྲུག་ཉིན་སོགས་ལ་ཨ་ནི་ཡུ་ཀེ་རེན་གྱི་སྲིད་འཛིན་ཛེ་ལན་སི་ཀིའི་ངས་ནས་ཨ་ནི་གསལ་བསྒྲགས་གལ་ཆོག་ཅིག་ཨ་ག་རེ་བྱས་ཤེས་ལ་ན་ད་འདི་ག་ཟས་འདི་དེ་ད་ཁ་སང་ཨ་ཚེས་ཉི་ཤུ་དྲུག་ནས་མགོ་བཙུགས་རྗེས་ད་འདའ་ག་ཟས་འདི་དེ་འདའ་ཡོང་བཞིན་པའི་དེར་ད་ཅིག་ཉི་མ་བཞི་བཅུག་རིང་ལ་ཨ་ནི་ཡུག་རེན་གའུ་ད་ཅིག་དམག་མི་ངེས་ནས་ཧན་ད་ར་ཤེས་ས་ཁུལ་ནང་ལ་ཡོད་རྒྱུ་དེར་ད་ཅིག་གང་འདའ་ར་ཤེས་ད་སྣུམ་ཁང་ཡི་ནང་རེད་ཡང་མ་ན་ད་ཅིག་ཨ་ཛའི་ལང་གི་བཟོ་ར་ནི་དེ་ཙམ་མ་ཡིན་པ་གང་འདའ་དེ་ནས་གས་ཆུང་མང་པོ་བཞི་བོ་ཞིག་ལ་ཨ་ནི་གཏོར་སྐྱེན་ཤུགས་ཆེ་བོ་བཞི་བོ་ཞིག་བཏང་ཡོད་པའི་དེ་འདྲས་གང་འདའ་བས་ད་གསལ་བསྒྲགས་ཅིག་བྱས་སོང་བ་འོ་ད་དེ་འདྲས་གསལ་བསྒྲགས་དེ་བྱས་ཚར་རིས་རྗེས་ད་ག་རང་ནི་ཧན་ད་ད་ཁ་སང་ཚེས

ཛེ་ལན་སི་ཀིས་དེ་འདྲའི་གསལ་བསྒྲགས་བྱས་ཙང་མ་ཡིན་པར་དེ་གི་མཉམ་དུ་ཡུག་རེན་དམག་མི་ནི་ཨ་མདའ་དེ་དེ་དག་མེ་ཤུགས་བུ་འཕུར་མདའ་དེ་བེད་སྤྱོད་བྱས་ཡོད་གང་དག་བརྙན་ཐུང་སྐོར་ཚང་མ་གསལ་བོ་གསལ་རྐྱང་ཞིག་མཐོང་གི་འདུག་ད་དོ་དོ་གང་དག་ཁ་ཚང་ཚེས་ཉི་ཤུ་དྲུག་ཉིན་སོགས་ལ་ནི་ཡུག་རེན་གི་ནི་དང་པོ་དེ་ལ་དེ་མེ་ཤུགས་འཕུར་མདའ་དེ་གཅིག་ཡུག་རེན་དེ་ཙམ་མ་ཡིན་པར་ད་དེ་གང་དག་ད་དེ་ར་ཤི་ཡའི་ས་ཁུལ་དེ་འདྲ་ཝུ་ལྷོ་གོ་རོ་ལ་ཉེ་སུ་ན་ལ་གང་དག་ཕིར་འགྲོ་ཡི་དེ་འདྲའི་གང་དག་བརྙན་ཐུང་ཚང་མ་གཅིག་མཐོང་གི་འདུག་འོ་དེ་འདྲ་སོང་དོ་ད་ཡང་ཁ་ཚང་ད

ག་ལ་གང་འཚམ་ཞེད་སྣང་ཚ་བོ་སྒྲོག་གཅིག་རེད་འདུག་དཔེར་ན་ཞེད་སྣང་ཚ་བོ་ཡིན་དང་མིན་དེ་ཁ་སང་ཚེས་ཉི་ཤུ་དྲུག་ཉིན་ཚོ་ལ་ཨ་རི་ཡུཀ་རེན་སྲིད་འཛིན་ཛི་ལན་སི་ཀི་ཁོ་རང་ངས་དེ་འདྲའི་གང་འདྲ་བས་ད་ཞེད་སྣང་ཚ་བོ་དེར་ཡིད་འོས་གང་འདྲ་སེ་ར་ཏི་ར་གཅིག་བྱས་འདུག་ད་དེ་ཆོག་ནང་དེ་གང་ད་དེའི་ཆལ་ཁ་གསལ་ཏེ་ཡུཀ་རེན་ངས་ན་ཕར་ར་ཤི་ཡས་ས་ཨུལ་ལ་གཏོར་རྒྱལ་བཏང་རེད་ཡ་མ་ག་ད་ད་དེ་གི་གཏོར་རྒྱན་དེ་གི་ཁྲིད་ནི་ཨ་རི་ར་ཤི་ཡས་སྲིད་འཛིན་པུ་ཏིན་ལ་ཕ་ད།

ཡུཀ་རེན་གྱི་ས་ཁུལ་ཁི་རི་མི་ཡའི་དེ་ཅིག་ཆགས་བསྡད་འདུག་ད་དེ་ཡང་དང་པོ་དེ་ལ་ད་ལྟ་ཁ་ཟས་ད་ལྟ་ཙི་ལ་འདའ་ཁི་རི་མི་ཡའི་ནང་ལ་ཨ་ར་ཤའི་དེར་ད་ཅིག་དམག་ག་རེ་ཡིན་ན་རེམ་ག་ད་དམག་དང་འབྲེལ་བ་རྒྱུ་ག་ད་བལྟས་ན་ཁའི་ཕྱོགས་མང་པོ་ཞོག་ཅིག་ད་ད་ཁི་རི་མི་ཡའི་ནང་ལ་འདུག་ཁར་དེ་ཡོད་བ་ཙམ་མ་ཡིན་པ་མིག་སུ་ཁ་ཅད་ད་ད་ལའི་ད་ད་ར་ཤའི་ཡུཀ་རེན་དམག་དེ་འགོ་བཙུགས་བ་ནས་བཟུང་རྒྱ་ནི་ཁ་ཟས་དེ།

ནམ་རྒྱུན་དེར་གཏན་འཁེལ་འདུག་དཔེར་ན་ནམ་རྒྱུན་གཏན་འཁེལ་ཡོད་དེ་ལ་ཁ་སང། ཡུཀ་རེན་སྲིད་འཛིན་ཛེ་ལན་སི་ཀིས་ངེད་ནས་ད་ཉི་མ་བཞི་བཅུ་རིང་ལ་ཕ་ར་ཤི་ལ་གཏོར་སྐྱོན་ཞུ་བཏང་གི་ལས་དེ་འདྲའི་གསལ་བསྒྲགས་བྱས་སོང་ནའང་ལ། ད་ཉི་མ་བཞི་བཅུ་གི་དེ་སད་ཡེ་ནས་མེད་ཅིང། ད་ཁུ་རི་མེ་དེ་ཡིན་པའི་དེ་འདྲ་ཡང་གསལ་བོ་དེར་བཟོ་ཡི་འདུག་འོ་དེ་ཚོ་ལ་ད་ཡི་སྐབས་སུ་ད་ག་འདྲ་ད་དེའི་ཆ། ཡུཀ་རེན་ངེད་ནས་ཕ་ད་ར་ཤི་ལ་ཁ་བརྡ་བྱ་གི་དེ་ཞུ་བོ་ཞེ་ན་ཚ་བོ་འགྲོ་གཅིག་ཨ་ཆ་བྱ་ད་དེ་ཡང་དཔེར་ན། ད་ཁུ་རི་མེ་ཡི་ནང་ལ་ཡུཀ་རེན་གྱི་གཏོར་སྐྱོན་བཏང་བ་དེ་ཞེ་ན་ཚ་དང་མ་ཚ་ད། ཁ་ད་ད་ད་ད་དེ་ཚོ་ལ།

ཆ་ཆན་ད་ཐིག་གི་མཉམ་དུ་ད་ད་ཐིག་ཆལ་ཡུག་རེན་མམ་ངེ་ན་ནི་ཡུག་རེན་ཡེ་ཁབ་ཟེར་ཏེ་ད་ད་དམག་སྲིད་ནང་ལ་གཅིག་རན་དེ་ཙམ་མ་ཡིན་པ་ཐིག་མཉམ་དུ་ད་ད་ད་པ་ར་ཤའི་ས་ཁུལ་ལ་གཏོར་སྐྱེན་བཏང་གཅིག་རན་དེ་ཙམ་མ་ཡིན་པ་གང་ད་ད་གང་ད་ད་ད་ཚི་ལ་ཁྱེན་ཡོང་ཁོ་རང་ནི་གང་ད་ད་པུ་ཏིང་ལ་གནས་ཤུགས་དང་དེ་མ་གང་ད་པུ་ཏིང་ལ་གང་ད་བལ་ད་དཀའ་ངལ་སོ་ར་ཞི་ཧོ་ཞིག་གླེགས་འདུག་འོ་དེ་འདྲའི་སྐབས་སུ་ད་དང་པོ་དེ་ལ་ཨ་རི་སི་འདུན་གྲོ་ནོ་ཁྲོ་མ་ནི་ཐིག་གི་མཉམ་དུ་ཡུག་རེན་དང་ཡུག་རེན་མཐུན་ཕྱོགས་རྒྱལ་ཁབ་ད་ཁོང་ཚོ་གང་ད་ད་ད་ས་ཚིག་བལ་དེ

སྐྱོ་བོ་སོས་དལ་གོ་སྐབས་ཆེན་པོ་ཞིག་ད་ལྟ་ཟིན་ལ། རག་སོ་དལ་སོ་འདར་དེའི་གོ་སྐབས་དེ་ཡིན་གཅིག་མཁན་གཅིག་ལྟ། གང་ལྟ་ཨ་ལྟ་ཅིག་ཁ་རུ་ཉར་ཐུ་ཨེ་མོ་དེའི་གོ་སྐབས་དེ་ཡིན་གཅིག་ཁ་ཅིག་སིམ་ཐུ་བ་བྱེད་དགོས་པའི་དོན་འདི་གང་ལྟ་དཔེ། ད་ཨ་གླིང་ལོངས་ཆེན་གཉིས་ལྟར་གཅིག་གིས་ཡོང་གི་འདུག་བ་དཔེ་ན་ད་ལྟ་ཟིན་ལ་ཨ་ནི། ར་ཤ་ཡའི་སྲིད་འཛིན་པུ་ཀྲིན་ལ་དེ་འདྲའི་དཀའ་ངལ་དང་དེ་འདྲའི་གནས་ཤུགས་ཡོད་བརྟེན་ཅི་ཨ་ནི་ཁ་ཚང་དུ། པུ་ཀྲིན་ངན་རེད་པས་དེ་ལྟ་ཨ་ཡུཀ་རེན་མཉམ་དུ་འཁྲིག་སྡུག་བྱེད་སྐད་ཅིག་དེར་ཤེས་ཀྱི་འདུག་ད་ཅི་ལྟར་འཁྲིག་སྡུག་བྱེད་སྟངས་ཙག་སྙིགས་མ་ནང་ལྟད་མོ་འདུག་དེ་ལ་འགྱུར་བ་ཞིག་འདྲ་འགྲོ་ཡ་མ་དེ་ཡིན་ན་ད་འཁྲིག་སྡུག་བྱས་བསྡད་པ་ཨེ་ཡིན་དེ་འདྲའི་གང་ལྟ་སྐད་དེར་ཤོད་ཀྱི་འདུག་འོ་དེ་འདྲ་སོང་ད་ལྟ་དེ་གང་ལྟ།

དེ་བཞིན་རྟ་ཐིང་སློབ་ཡང་ཏིས་གནས་ཚུལ་གས་ཆོག་ཅིག་ག་རེ་གོ་ཚུལ་ལ་ན་རྟ་ཐིང་ཡང་ད་ལྟ་ཁ་སང་ཕ་རྗེས་ཚེས་ཉི་ཤུ། དྲུག་ཉིན་ཚུལ་ལ་ན་རྟ་དེ་དེ་འདྲ། བལ་ཏིག་གི་དེར་རྒྱ་ཁབ་གཉིས་ངེས་ན་ནི་ཡང། ཁོ་ཚོ་གིས་ད་གསལ་བསྒྲགས་སུ་ཡང་མི་གང་དུ་ད་སེམས་འཚབ་སྤྲོ་བ་ཅིག་ག་རེ་བྱེད་འདུག་ལ་ན་རྟ་དེ་ད་ད་ཟེར་ལ་ནི་ར་ཤའི་ངེས་ན་ཚུལ་ད་ཅིག་བལ་ཏིག་གི་དེར་རྒྱ་ཁབ་སུ་ཡིན་ན་རེད་ཡང་མ་ན

དེ་བཞིན་ལྟ་དེ་བས་ཐེངས་སུ་ཡང་ང་ཚོ་གནས་ཚུལ་གས་ཆོག་ཅིག་ག་རེ་གོ་ཚུལ་ལ་ན། ལྟ་དེའི་ཁ་གསལ་ཏེ། ལྟ་དེ་ད་ལྟའི་ཆ་ལ་ཕ་ར་ཤི་ཡུཀ་རེན་ངེས་ནས་ཕ་ར་ཤི་ས་ཡུལ་ས་ཁུལ་གཏོར་རྒྱལ་བཏང་ཙམ་མ་ཡིན་པ་ཨ་ར་ཤི་ཡི་ངེས་ནས་ཚུལ་གང་དུ་ཡུཀ་རེན་ས་ཁུལ་དང་གཏོར་རྒྱལ་དེའི་གཏོར་རྒྱལ་དང་བསྟན་བྱ་ཕ་ཕ་ཅི་དང་ད་ལྟ་ཁ་སང་དུ་ཡུཀ་རེན་གྱི་མི་མང་གསུམ་དེ་ར་ད་རྒྱལ་ལམ་ཤོར་དེའི་མཉམ་དུ་མི་མང་ག་ལ་གང་ཙམ་ལ་རྨས་སྐྱེན་དེ་ར་བཏང་ཡོད་ཡང་དེ་འདྲའི་ཡང་གནས་ཚུལ་ཅིག་ག་དེང་གི།

སང་ཉུང་འགྲོ་ཆུ་རི་དྭོགས་དང་དེ་འདྲའི་ནད་ཀ་ལ་ཤིན་ཆད་ཁ་འདི་ཁོ་འཇུ་བཟུང་དང་དེ་གི་མཉམ་དུ། མི་བཟད་གང་དང་བཙན་གང་བཅུ་ག་ཡིན་པའི་དེ་འདྲའི་ནད་ཚུགས་གཅིག་དེང་གི། འོ་ལོ་སྟོད་དེ་རིང་ཕར་ཆེར་ང་ཚོ་གར་ཟེར་དེ་དེ་འདྲ་ར་ཤི་ཡའི་དང་ཨ་ནི་ཡུཀ་རེན་གི་དམག་དང་འབྲེལ་བའི་ཐོག་ནས། ད་དེ་རིང་ཕར་ཆེར་དེ་འདྲ་འགྲོ་བ་གཅིག་ཆགས་འདུག། དེ་ཤེས་ས་དེ་རིང་འདི་ལ་ངའི་མཚམས་ཞྭ་འཐིག་གི་མཉམ་འདུག་ཡང་ང་ཚོ་ཁ་ཟས་ཏེ། ད་ལྟ་སང་ཉིན་གནངས་ཉིན་བཟོ་ཡང་ཨ་ནེ་ཚོ་གས་ཆོག་དང་ཨ་ནེ་འགྱུར་བ་དམིགས་སོགས་ག་རེ་ཡོང་མིན་ལ་གཞིགས་རྗེས་ཨ་ནེ་གི་གཉེན་འདུག་ཚོ་དང་ཚང་མས་གཅིག་ག་སོ་ཁུར་བྱེད་ལོ། འོ་ལགས་སོ་ཨ་ནེ་ང་ཚོ་དེ་ཡང་དེ་འདྲ་བྱས་ལ་ག་ལེ་ག་ལེ་བྱ་ཡོང་ལགས་སོ་ཐུགས་ཆེ་གནང།